གངས་ཅན་བོད་ཀྱི་ཞིང་ཁམས་ལྷ་སྤྱན་རས་གཟིགས་དང་དབྱེར་མེད་པ་སྨན་པའི་རྒྱལ་པོ་གཡུ་ཐོག་ལ་སྒོ་གསུམ་གུས་པས་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་གུས་པས་སྙན་གསན་གཟིགས་གནང་ངེས།

ཨེ་ནི་རྒྱལ་ཁབ་འདི་ལ་ཕག་ཚུགས་ཕག་འགྲོ་ངན་ཨེ་ནི་ཚུགས་ཡོང་པ་ཡང་ཕ་ནས་ཚུགས་ཡོང་ངན་ཨེ་ནི་ས་ཆ་ག་བ་ཡིན་པ་ཡིན་ནས་དེ་ཚོ་ལ་ཨེ་ནི་འདིའི་ན་ཚ་འདི་རྒོད་ཡོང་གི་འདུག་ཁྱབ་ཡོང་གི་འདུག་དེ་འདྲ་སོང་ཙང་ད་རྣམ་པ་ཚོ་ལ་ངས་དོགས་ཟོན་དང་ཡིད་གཟབ་བྱེད་ཡག་གི་ཆེད་དུ་ད་དེ་འདྲ་ཁ་སང་རང་རྣམ་པ་ཚོ་བསྡད་ཟེར་གི་རེད་ཀ་ན་ར་ག་བེང་ལོར་གི news ནང་ལོགས་ལ་ཨེ་ནི Uganda ནས་ཡོང་བསྡད་ནས Ugandas ངེད་ཀྱི་རུམ་པ་འདི་ནས་ཡོང་བསྡད་པའི་སྐྱི་སྨན་ཅིག།

རྣམ་པ་ཚོ་ལ་ངས་ག་རེ་ཞུ་ཡག་ཡིན་ལབ་ན་ཕར་ཚུར་འཆམ་ཆང་དང་ཕེ་དུས་དང་ཨནི་སོ་སོའི་ནང་ལ་འགྲུལ་པ་དེ་འདྲས་ཕྱི་ལོག་ནས་སླེབས་པ་ཡིན་ན། ངེས་པར་དུ་ཐུགས་སྣང་གནང་དགོས་ཀྱི་ཡོད་རེད་ཨནི་འཆམ་པ་དང་མིག་པ་མ་བདེ་བ་དེ་འདྲས་བྱུང་བའི་སྐབས་ལ་ད་དངོས་སུ་སྨན་དེ་འདྲས་མེད་པ་ཡིན་ནས་ད་ང་རང་ཚོ་བོད་པ་ཚང་མའི་ནང་ལ་རིན་ཆེན་རིལ་བོ་ཡོད་རེད་རིན་ཆེན་མང་འབྱོར་དེ་ཁྱེད་རང་ཚོ་མིག་པ་བདེ་བོ་མེད་པ་ཡིན་ན་འཆམ་པ་ཐེབས་ཀྱི་འདུག་བསམ་པ་ཡིན་ན་ངེས་པར་དུ

འདི་ན་ཚ་དེ་ཆེན་པོ་ཆགས་ནས་ཨེ་ནི་དཀའ་ངལ་འཕྲད་ཀྱི་ཡོད་རེད་དེ་འདྲ་སོང་ཙང་དང་པོ་ནས་ན་ཚ་དེ་ཨེ་ནི་ཅིག་ཡིན་རུང་མིན་རུང་ཨེ་ནི། དོ་དོ་ཏན་ཏན་བྱེད་ཡག་ཅིག་དང་རེ་བ་བཟང་ས་ནས་བྱེད་གྲ་སྒྲིག་སྡུག་ས་ནས་བྱེད་ན་ཚ་དེ་མེད་པའི་རེ་བ་བྱེད་ཡག་དང་ཨེ་ནི་གྲ་སྒྲིག་དེ་ན་ཚ་དེ་ཡིན་པ་དང་ངོས་འཛིན་བྱས་པའི་ཐོག་ནས་འདི་ལ་དང་པོ་ནས་རང་སྨན་བཅོས་བྱས་ཏེ་དཔེ་གལ་ཆེན་པོ་རེད། རབ་བྱུང་རབ་ལ་བྱུང་བ་ཡིན་ན་མིག་བར་མ་དལ་བ་ཚ་བ་ཕོ་བ་གྲང་ཤུར་རྒྱབ་པ་ལ་སོགས་པ་དེ་འདྲའི་བྱུང་སོང་ན་ལམ་སང་ཨེ་ནི་སྨན་ཁང། ག་འདྲ་ཞིག་ལ་འགྲོ་ནས་ཡིན་གཅིག་མིན་གཅིག་སྨན་ཁང་ལ་འགྲོ་བ་རེད་ཨེ་ནི Medical Store ནས་སྨན་ཉོས་ནས་མ་གཙང་བར་ནས་མ་ཟ་མ་དོ་ཨེ་ནི་སྨན་ཁང་རང་འགྲོ་ནས་སྨན་པ་ལ་འགྲོ་ནས་དེ་འདྲའི་དེ་འདྲའི་འདུག་ལབ་ཡིན་ན་ཁྱེད་རང་ཚོ་བོད་པའི་སྨན་པ་བཏོན་ནས་འགྲིག་རེད་རྒྱ་གར་སྨན་པ་བཏོན་པ་ཡིན་ནས་འགྲིག་གི་རེད་ག་རེ་བཏོན་ནས་འགྲིག་གི་རེད་ཞུ་ཡ་ཡིན། གང་ལྟར་ཡང་ན་ཅཱ་དེ་ལས་ཐོལ་བཤུལ་བཏང་རྒྱུ་ཡོད་མར་ཐོལ་བཤུལ་བཏང་ཡིན་ན་དཔེ་མི་སྲིད་པའི་ཉེན་ཁ་ཆེན་པོ་རེད་དེ་ནི་ཨི་པོ་ལ་བྷ་རི་སི་ལའེ་དེ་ལོ་འདི་འདྲའི་བཞུར་བ་རེད་ནད་རྟགས་དེ་ཚོ་ནམ་རྒྱུན་གྱི་འཁྱམ་པ་དང་གཅིག་པ་རེད་མི་སོ་སོ་གི་ཁམས་དང་རང་བཞིན་གོང་གི་ནད་རྟགས་མི་འདྲ་མི་འདྲ་ཡོང་བསྡད་ཀྱི་རེད་དེ་ན་ཅཱ་དེ་ལྟའི་རྩ་སེན་རྒྱུ་བརྒྱུད་ལམ་ནང་ལོགས་ནས་ལྟས་དེ་རྫ་དྲག་པོ་གསུངས་བསྡད་ཀྱི་འདུག་འདི་འདྲ་སོང་ཙང་དེ་རིང་ངས་གལ་ཆེ་དོན་ཆེ་བྱས་ནི་འདི་བག

ཤིང་ཏོག་ཁུ་བ་དང་གྲང་མོ་དང་གྲང་ལོག་གནང་དང་ཤིང་ཏོག་དེ་འདྲས་ཉི་མ་ཁ་ཤས་ཟ་རྒྱུ་ཡོད་མ་རེད་ཆུ་ཁོལ་མ་གནང་ལོག་ལ་སྦྲང་རྩི་དང་ཚ་ལུག་ནས་ཡང་སྲིད་བཏུང་ཐུབ་པ་ཡིན་ནས་རེད་དགའ་དགའ་བྱེད་ཐུབ་པ་ཡིན་ནས་ཕན་མི་སྲིད་པས་ཕན་གྱི་རེད་ཞུ་ཡ་ཡིན་ཨེ་ནི་དེའི་རྣམ་པ་ཚོ་གི་གང་མང་མང་ཆེ་བ་རྒྱུ་འུར་ན་རོ་ན་གཞན་ལ་ཕན་པ་ཡིན་ན་དེ་དངོས་གནས་ཀྱི་ཆོས་རེད་ལྷག་པར་དུ་ཨ་ནི་ས་ག་ཟླ་བ་གི་དོན་ཆེན་འདི་ལ་ཨེ་ནི་དེ་འདྲས་ཅིག་ཁྱེད་རང་ཚོ་རྒྱུ་འཁྱོལ་བྱས་ནས་མི་གཅིག་ལ་ཕན་པ་ཡིན་ནས་དེ་རླབས་ཆེན་གྱི་ཨེ་ནི་ཚེ་སྲོག་བསྐྱབས་པ་གཅིག་ལ་ངོས་འཛིན་ཞུ་ཐུབ་ཀྱི་རེད་ཞུ་ཡ་ཡིན།